ཉིན་གུང་དེ་ལས་ཞུ་ཡ་ཡིན་ནི་ད་དེ་རིང་འདི། རྣམ་པ་ཚོ་སངས་རྒྱས་པ་ཧ་ལས་པ་མང་པོ་ཞིག་ལས་འདི་ཤ་བཀའ་དྲིན་ཆེ་ཞུ་ཡ་ཡིན། གཙོ་བོ་དམིགས་ཡུལ་དེ་ག་རེད་ལ་ན་རྣམ་པ་ཚོ་ད་མང་པོ་ཞིག་མཆན་དེ་ཡས་རེད། བོད་ཁམས་རྫ་ཆུ་ཁ། ལ་ནི་སའི་གཏེར་ཁ་དངོས་འདེད་བྱས་པའི་སྐྱོན་གྱིས་ནི་བལ་བ་མང་པོ་ཞིག་འཛིན་བཟུང་བྱས་པ་དང། ནི་བཀག་ཉར་བྱས་བཞག་པ་དང་འདི་ཆར་དཀའ་ངལ་འཕྲད་དུ་འཕྲད་བཞིན་པ་ཆགས་དེ་ཡས་རེད། གནས་ཚུལ་དེ་ཤི་དང་ཐེངས་དང་པོ་དང་པོ་དེ་ཤི་ནི་དུ་ཉི་ཤུ་རྩེ་ལྔ་ཤི་ད། བཅུ་གཅིག་གི་ཚེས་པ་སྔ་རུ་བྱུང་སྟེ་ཤར། དེའི་ཉིན་མོ་ལ་ནི་རྒྱ་ནག་གི་ད་ཚོང་པ། སའི་གཏེར་ཁ་ངོ་ནས་ཚོང་པ་ཁག་ཅིག་ཡོང་བྱས། གཏེར་ཁ་ངོ་འདི་བྱས་པའི་སྐབས་སུ་ལ་ནི་ས་གནས་མི་མང་གིས་དེ་ལ་ད་བཀག་འགོག་བྱེད་ཡ་ད། དེ་འདྲས་བྱས་དེ་ནི་སྐབས་དེ་དུས་ཁ་རྩེད་རུ་སྟེ་ཤོ་ཤོ་དེ་ཤར། ཡིན་ན་ཡང་ད་སང་ཉིན་ཉི་མ་རྗེས་མ་དེ་ལ་ཤིང་རྟ་ཉིས་སྟོང་ཉིས་བརྩེགས་སྔ་ཤིང་རྟ་བཅུ་གཅིག་པའི་ཚེས་དྲུག་ཉིན་མོ་ལ། མཚན་བཅུ་ཚེས་དྲུག་ཏུ་ཆད་ཁ་ཟེར་ནི་རྒྱ་ནག་གཞུང་གི་དམག་མིས་ད

འདི་འདྲའི་ཕྱག་དེ་བཤད་དེ། ཤིང་རྟ་བཅུ་གཉིས་བག་བག་གི་གནས་ཚུལ་ཡང་ཁ་སྣེ་འདྲ་བོ་ཞིག་ཡོད་དེ། ད་འདི་བྱ་བའི་གནས་སྟངས་དེ་མ་ཆུའི་གློག་བྱ་བ་ཡིན་ན། འདི་གནས་ཚུལ་འདི། ཨ་ནི་རྫ་ཆུ་ཁ་བ། ས་གནས་རང་ལ་ཐད་ཀར་འབྲེལ་བ་ཡོད་མཁན། ཁོ་རང་ཚོ་ཕ་ཡུལ་གྱི་བ་མི་རང་གིས། གནས་ཚུལ་ཤུགས་བསྒྲིགས་བྱས་ནས་སྐུ་བྱ་བ་ཞིག་ཆགས་བསྡད་ཀྱི་ཡོད་རེད་དེ་ང་ཚོ། བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་ཨ་ནི་ད་འདི་བྱ་བ་འདི། གཞུང་འབྲེལ་སངས་རྒྱས་གསལ་བསྒྲགས། བྱེད་དགོས་ཡ་དེ་གལ་ཆེན་པོ་ཡིན་མཐོང་ནས། ཨ་ནི་ཁོ་རང་ཚོ་གིས་བརྒྱུད་པ་དམིགས་ཡུལ་ཞིག། ཡིན་པ་དང་ཨ་ནི་ང་ཚོས་ངེས་པའི་དེ་གལ་ཆེན་པོ་ཞིག་མཐོང་ཆེ། དེ་རིང་འདིར་སངས་རྒྱས་སྲས་དགྲ་ཁོང་དེ་བ་ཞིག་ཆགས་བསྡད་ཀྱི་ཡོད། ཞེ་སྡང་ནས་ད་ལྟ། གནས་ཚུལ་དེ Wall Street Journal ཐོན་བསྡད་ཡོད་རེད། Wall Street Journal ཕར་སྤྲད་ཡ་དེ་བ་ང་ཚོའི་རྒྱུན་དེ་ཕར་སྤྲད་བཞག་བ་ཞིག་ཆགས་བསྡད་ཡོད་ཞུ་ཡ་དེ་ཡིན། དེ་དམིགས་ཡུལ་ག་རེ་རེད་ལགས་ན་སྐབས་དེ་དུས་ཐོག་མར་གནས་ཚུལ་བྱུང་བའི་སྐབས་སུ་ད་ང་ཚོས་སངས་རྒྱས་སྲས་བཀྲ་ཤིས་དཔལ་དགའ་ཡང་ན་ག་རེ་བྱས་པ་ལ་དེ། ང་ཚོའི་དམིགས་ཡུལ་ལ་དྭགས་ཁོང་རྣམ་པ་དེ་དག་རྫ་ཆུ་ཁ་བ། ས་གནས་ཡུལ་མིའི་དམིགས་ཡུལ་ལ་ཡང་གནས་ཚུལ་ཕྱི་ལུགས་ཀྱིས་སྟོན་པ་ཡིན་ན། ཕ་ཡུལ་ལ་བལྟས་ཚེ་མི་མང་དམ་འཛིན་བྱེད། ཉེས་རྡུང་བཏང་ཡག་དང་འཛིན་བཟུང་བྱས་ཡག་ཉུང་རུ་འགྲོ་ཡག་དང། ཡང་བལ་ནས་ཁོར་ཡུག་ལ་སྲུང་ཆགས་བྱས་ཡག་ལ་ཡག་རུ་འགྲོ་ཡག་དང་གཏེར་ཁ་དངོས་དེ་བཀག་འགོག་བྱས་ཡག་ལ་ཕན་ཐོགས་ཡོང་གི་རེད་བསམ་ནས་དུས་སུ་བྱས་ནས་དང་པོ་ཨ་ལས། གཞིས་ལུས་ས་ཁང་ཆེན་པོ་ཞིག་ལ་སྤྲད། ཨ་ནི་དེ་ནས་གནས་ཚུལ་ཐོན་སོང་ན་ཨ་ནི་ལང་ཚོ་ཕྲ་མ་ཉོས་ཏེ་ང་ཚོ་སངས་རྒྱས་སེ་ར་ཆུ་སྤེལ་གོ་བསམ་པ་རེད། ཨ་ནི་སྐབས་དེ་དུས་ཁོ་རང་ཚོ་ས་གནས་རང་གི། མིང་ངན་གྱི་མི་གཅིག་འདོན་ཐུབ་པ་ཞིག་སངས་རྒྱས་སེ་ར་ལ་ཡོང་ཡ་བྱེད་དེ་ཡོད་རེད། གདོང་སྟོན་ནས་ཡོང་ཡ་ཆགས་དེ་ཡོད་རེད་ཡིན་ནའི་དཀའ་ངལ་ཅིག་ག་རེ་བྱུང་ཡོད་ར་ན། ད་ཁ་སིང་ཉེ་དབྱི་བའི་ཉི་མ་གཅིག་གཉིས་ནང་ལུགས་ལ། ཕི་ཁའི་ཕ་ཡུལ་ལ་དམ་རུ་ཕྱིན་ནས། ཨ་ནི་ཁོ་རང་གི་ནང་མི་ཤུགས་དེ་འདྲས་ད་འབྲེལ་བ་ཡོད་ས་ལ་ཡང་ཁོ་ཚོས་ཁྱིམ་ཚང་རེ་རེ་རེ་རེ། དམག་མི་ཡོངས་ཀྱིས་ཞིབ་འཇུག་བྱས་ཡོང་དུས་མ་གདོང་སྟོན་ནས་དོན་ཡང་དེར་བལྟས། ཧོབ་ཏུ་དཀའ་ངལ་ཆེན་པོ་འདྲ་ཆགས་བསྡད་སོང། དེ་འདྲ་ཡིན་དུས་ད་ནི་ཁོང་རྣམ་པ་ཚོས་ཁུ་འཕྲིག་བྱ་རྒྱུ་ནི་ངས་མ་བྱས། བློ་བཞག་ཡིན་ཕྱི་ཐང་རྣམ་པ་ཚང་མ་ལ་ང་ཚོ་འདི་མ་འཁྱུར་གི་ཡོད་དབྱིན་ཇི་དང་བོད་ཡིག་གཉིས་ཀ་ནང་ནས། ཕྱི་ཟླ་བཅུ་གཉིས་པའི་ནང་གསར་དུ་ཤེས་རྟོགས་བྱུང་བའི་གནས་ཚུལ། འཛིན་བཟུང་བཀག་ཉར་བྱས་པ་དེ་དག་ལ་ཉིན་མཚན་འགའ་གཅིན་སྐྱག་བཏང་མ་བཅུག་པ་དང་སྨྱོ་ཁུལ་མ་བཅུག་པ།

འགའ་ཞིག་གློ་ནད་བཅའ་ལུགས་བྱས་པ། ཁ་ཞེ་གཉིས་ཀྱིས་སྔེ་མ་གློ་ནད་གློ་ནད་ཡས་ན། ད་བཙོན་ཁང་དུ་འགྱིར་འབོ་བཞག་ཁ་ལག་སྐྱོ་བོ་བྱས་རྡུང་རྡེག་བཏང་ཡོང་འདིས་ནི་ཁོང་ཚོས་གི་གནས་སྟངས་སྐྱོར་ཕྱིན་ལས་པ། སེར་ཤུལ་རྫོང་གི་སྨན་ཁང་ནས་བརྟག་དཔྱད་བྱས་ཀྱང་འབྱུང་འབྲས་ཇི་བཞིན་མ་སྤྲད་མ་བྱུང་ད་ནད་པ་ཁག་ཅིག་ནད་པ་ཆགས་ཡས་ནས་སྨན་ཁང་ལ་འགྲོ་ཡས་ནས་སྨན་ཁང་གིས་ནད་པ་དེ་ནད་སྐྱོན་ག་རིང་མེད་དེ་མ་གྲུབ་འབྲས་དེ་སྤྲད་རུགས་བྱེད་གི་མེད་པ། གནས་ཚུལ་ཕྱི་ཤུགས་དང་མི་གཏོང་བའི་ཁས་ལེན་དང་འབྲེལ་བའི་མཚན་རྟགས་བསྡུ་རུག་བྱས་པ། བཙན་དབང་གི་ཐོག་ནས་ཁྱེད་རང་ཚོས་གནས་ཚུལ་ཕྱི་ལོགས་བཏང་ཆོག་གི་མ་རེད་དཱ་བཏང་གི་མ་རེད་བ་ཟེར་རེ་རེ་བྱས་ནས་མཆན་རྟགས་མཚན་རྟགས་རྒྱག་བཅུག་པ། རྗེས་སུ་རྒན་རབས་པ་མི་རྒན་པ་མང་པོ་ཞིག་འཛུལ་བཟུང་དུ་དེ་དག་གི་ཁ་པར་གཞི་ཤེས་དོགས་གནས་བྱས་ནས་འདྲི་རྩད་དང་སློབ་གསོ་བཏང་རྗེས། ནས་ད་རྒན་པ་ཁག་ཅིག་འཛིན་བཟུང་བྱས་ཁོང་ཚོས་ཁ་པར་ཚང་མ་བསྔོགས། སློབ་གསོ་སྤྲད་ད་རྒྱ་ནག་གཞས་ལ་དང་ར་སློབ་གསོ་སྤྲད་ནས་འདི་འདྲས་བྱེད་ཆོག་བྱེད་ཆོག་མ་རེད་ལ་ནས་མ་གློད། གློད་ནས་ད་དུང་ཁས་ལེན་བྱེད་བཅུག་ནས་གནས་ཚུལ་ཤུ་ལུགས་བཏང་གི་མ་མིན་པ། བདུན་པ། འཛིན་བཟུང་བྱས་པ་དེ་དག་ལས་འགའ་ཞིག་ནད་པ་ཆགས་ནས་ཀླད་སྒྲོ་གཏོང་བ་དང། འགའ་ཞིག་རྗེས་ཕྱོགས་སུ་གཏེར་ཁ་སྔོན་བསྡད་བཀག་འགོག་མི་བྱེད་པ་དང་གནས་ཚུལ་ཕྱི་ཕྱོགས་སུ་མི་གཏོང་རྒྱུ་ཁས་ལེན་དམ་བཅའ་བཞག་བཅུག་ནས་སླད་དྲོ་བཏང་འདུག་མི་རྗེས་ཐོག་མ་མི་བརྒྱད་ཅུ་ཟིན་པ་ནང་ནས་ནི་མང་པོ་ཞིག་ཁོ་ནད་པ་ཆགས་ཡིན་ས་མ་ལོས་པ་དང། མང་པོ་ཞིག་ཡང་ཁོ་ད་ནས་ཚུལ་དེ་མ་ལྟ་ཁྱེད་རང་ཚོས་གཏེར་ཁ་སྔོན་བསྡད་བྱེད་སྐོར་བཤད་གི་མེད་དང་བཀས་བསྐྱལ་རྒྱག་གི་མེད་དང་ཤུལ་ལུས་གནས་སུ་སྤྲད་མེད་ཟེར་ནས་ཁས་ལེན་བྱེད་བཅུག་ནས་མ་ལོས་པ་འོ་དེ་འདྲས་བྱུང་ཞག

འོང་དེ་འདྲས་བྱེད་བྱ། ཡང་ནི་དེ་ཚེ་རྒྱས་པ་སྟེ། ཤིང་རྟ་ཅི་ཅིའི་ནང་འཛུལ་འཛུལ་བྱེད་པ་དེ་དག་ལས། མི་བདུན་དག་དེའི་ཆར་གར་སོང་ཆ་མེད་དུ་ཕྱིན་ཏོ། དང་པོ་མི་བརྒྱད་བཅུ་གསུམ་དེ་ནས་ཀླུ་གུ་ལུ་གུ་མི་བཅོ་བརྒྱད་གར་སོང་ཆ་མེད་དུ་ཕྱིན། ད་དེའི་ཆར་ལྷ་གོ་ཡ་ལ་མི་བདུན། དང་དུ་ག་བ་སོང་ཡང་ག་རི་ཆ་ཡང་ཤིང་གི་ཡང་མ་རེད། ནང་མི་ཁ་ཤས་ལ་མི་གཉིས་དེ་འདྲས་ཟིན་པ་དེ་འདྲས་བྱུང་བྱ། ཡང་ནི་ཁ་ཤས་ལ་པ་བ་ཟིན་པ་ཁ་ཤས་ལ་བུ་ཟིན་ཟིན་པ། ཁ་ཤས་ལ་ཨ་ཞང་ཨ་ཧུ་ཟིན་པ་དེ་འདྲས་འོང་མང་པོ་ཞིག་བྱུང་སྟེ་བྱ། ས་གནས་དེར་སངས་རྒྱས་དང་འཇོག་ཁ་གཞུང་གི་བཀའ་མངགས་ཡོད་པའི་མི་མང་དུ་མི་སུས་སུ་ཁོང་གི་སྐད་ཆ་བཤད་མི་ཆུག་པ་བཟོས་པ། གལ་སྲིད་ད་ས་གནས་དེ་ལ་ཡང་སངས་རྒྱས་པ་འདྲ་བོ་སླེབས་པ་ཡིན་ན། དེ་ལ་ནི་གཞུང་གི་མི། ཁྱེད་རང་ཁྱེད་རང་ཁྱེད་རང་དེ་མི་སུ་གཅིག་གི་སྐད་ཆ་བཤད་ཆོག་གི་མེད་ཟེར་ནས་ཡང་མི། ཕི་ཀའི། མི་བཙུགས་པ། འོང་དེ་འདྲའི་ནང་བྱས་བྱས་པ་ཡང་མི་ཚང་མང་པོ་ཞིག་གི་མཆན་དུ་བླུགས་མིག་དང་སྦྲང་རྒྱུད་འཕྲུལ་ཆས་སུ་བཞག་ནས་ནང་མིའི་སྐད་ཆ་དང་འགྲོ་འདུན་རང་དབང་འཕྲོག་པ།

བོད་ཁམས་རྫ་ཆུ་ཁ། ལ་གནས་ཚུལ་བྱུང་བསྡད་པ་ཞིག་ཆགས་བསྡད་ཡོད་རེད། ནི། ད་དེ་དང་དེའི་ཆར་རྒྱ་ནག་གི་དབང་འཇུག་འོག་གི་ད་ས་རྒོད་སྟངས་བྱས་པ་ཡིན་ན་དཀར་མཛེས་ཁུལ་སེར་ཤུལ་རྫོང་ལ་ཆགས་བསྡད་ཡོད་རེད་ཞུ་བ་དེ་ཡིན། རྣམ་པ་ཚོས་གནས་ཚུལ་དེ། ཐད་ཀར་འབྲེལ་བ་བྱས་ཡ་དང་རྣམ་པ་ཚོས་ཡང་བསྐྱར་དྲི་བ་དྲིས་ལན་བྱེད་དགོས་ཀྱི་ཡོད་ན། ནི། འདི་ལ་མི་གསུམ་གྱི་མིང་དེ་དེ་གཤམ་དེ་ལ་ཕུལ་བཞག་ཡོད་ཁོ་རང་ཚོས་ཐད་ཀར་བའི་ནང་ལ། གནས་ཚོད་ཐད་ཀར་ངོ་ཧ་གོ་ངེས་རྒྱུ་ཡས་ངེས། ས་ཆུ་རྒྱུ་ཡས་ངེས་མི་རྒྱུ་ཡས་ངེས། གནས་ཚོད་རྒྱུ་ང་ཡས་ངེས་རྐྱང་རྐྱང་ཞིག་ཆགས་དེ་རེ་ཞུ་བ་དེ་ཡིན། ད། ད་ད་ང་ཚོས་ཀྱི་རྒྱུན་དུ་ག་རེ་དགོས་རེ་ཟེར་བ་དེ་རེད་རྣམ་པ་ཚོ། ད་རྒྱ་ནག་གཞུང་གིས། ནམ་རྒྱུན་ཡིན་ན་ད་ད་འདིའི་ཆར་རྒྱ་ནག་གཞུང་གིས་ཁོར་ཡུག་གསོ་བཞག་ཞིབ་བྱེད་ཀྱི་ཡས་ཟེར་ནས་བཤད་ཀྱི་ཡས་རེད། རྒྱལ་ཁབ་འཕྲིན་དུ། འཕྲིན་དུ་སྒྲིག་གཞི་ཐོག་ནས་དབང་བསྒྱུར་ཞུ་གི་ཡས་ཟེར་ནས་བཤད་ཀྱི་ཡས་རེད། ཡིན་ནའི་ད་འདིའི་ཆ་ལ། གཏེར་ཁ་སྔོན་འདེད་བྱེད་ངེས་ཡོང་གལ་ཆེ་ཁ་ཡོང་བའི་སྐབས་སུ་ལ་མི་མང་གིས་དེ་བཀག་ཡོང་དུས། གཏེར་ཁ་སྔོན་འདེད་བྱེད་ངེས་ལ་རྒྱབ་སྐྱོར་བྱས་ནས་མི་མང་ལ་རྡུང་རྡེག་བྱས་བ་དེ། རྒྱ་ནག་གཞུང་ནམ་རྒྱུས་བཤད་བསྡད་བ་དང་མཐུན་གོ་མེད་ཡིན་ས། ད་འདིའི་ཆ་ལ་འཇུ་བཟུང་གང་བྱས་པ་ཚང་མ་འཕྲལ་མར་ཉིད་དུ་གློད་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་ཆགས་བསྡད་ཀི་འདུག་ཞུ་བ་དེ་གཅིག་ཡིན། གན་དུ་གཉིས་པ་ལ། ས་གནས་མི་མང་གི་འདོད་པ་དང་གུས་པ་གང་ཞིག་ཡོད་པ་ཡིན་ན་དེ་ལ་རྒྱ་ནག་གཞུང་གིས་གུས་བརྩི་བྱེད་དགོས་ཀྱི་རེད། དེ་ཆོས་ཡག་དེ་ཡིན་གསུམ་པ་དེ་ལ་རྒྱ་ནག་གཞུང་དང་ཚོང་པ་ཁག་ཅིག་གི་ཁེ་ཕན་ཆེད་དུ་ནི་བོད་མི་མང་གི་མི་མང་ལ་རྡུང་རྡེག་བྱེད་ཡག་དང་ཁོར་ཡུག་ལ་གཏོར་བཤིག་གཏོང་ཡག་དེ་བྱེད་ན་འགྲིག་གི་མ་རེད།

གྲུབ་པ་དེ། ས་གནས་མི་མང་མང་པོ་ཞིག་ཉེས་རྡུང་བཏང་རྗེས་ནད་པ་ཆགས་པ་དང་དེ་འདྲ་མང་པོ་བྱུང་བསྡད་པ་དེ་ཚོ་ལ་རྒྱ་གཞུང་གིས་སྨན་བཅོས་ཚད་ལྡན་ཞིག་བྱེད་དགོས་ཀྱི་རེད། ནད་པ་གང་ཆགས་པ་དེ་གི་གྲུབ་འབྲས་གང་ཡིན་པ་དེ་གསལ་བོ་ཞིག་ཕྱི་གསལ་ནང་གསལ་བྱས་ནས་མ་སྤྲད་དགོས་ཀྱི་རེད་དེ་ཞོད་ཆགས་དེ་གདོད། བདུན་པ་དེ་ལ། རྒྱ་ནག་གཞུང་གིས་བོད་ནང་གི་ཆོས་དང། རིག་གཞུང་ཡུལ་སྲོལ་གང་ཞིག་མི་མང་གི་བསམ་པ་དང་འདུན་པ། གང་ཡལ་བ་དེར་གུས་བརྩི་བྱེད་དགོས་ཀྱི་རེད་མ་གཏོགས་པའི་རྒྱ་ནག་ཁོ་རང་ཚོ་ཁེ་ཕན་དང་ཚོང་པ་ཁག་ཅིག་གི་ཁེ་ཕན་རང་ལ་གཞི་བཞག་ནས་ནི་མི་མང་ལ་རྡུང་རྡེག་བྱེད་ཡ་ད་ཁོར་ཡུག་སྟོབས་ཤུགས་དང་ཡང་དེ་ཚོ་བྱེད་ན་འགྲིག་གི་མ་རེད་ཞུ་ཡ་དེ་ཡིན། ད་རྣམ་པ་ཚོ་རྒྱལ་སྤྱིས་འདི་ལ་ཕེབས་པ་རྣམ་པ་ཚོ་ལ་ཞུ་ཡ་གཅིག་ལ། གཞུང་འབྲེལ་མང་གི་ཚོགས་པ་ཁག་ནས་ནི་ད་འདི་གི་གནད་དོན་དེ་སྒང་ལ་ནི། ལས་འགུལ་སྤེལ་ཡ་དང་དེ་འདྲས་གང་མང་མོ་ཞིག་བྱེད་རུ་གཅིག་ཞུ་ཡ་དེ། རེ་བ་ཞིག་ཆགས་བསྡད་ཀྱི་འདུག་ནི་འདི་ད་ལྟ་དཀའ་ངལ་བྱུང་ས་ས་ཅིག་ཡིན་ན་རེ་ཁོང་ཚོ་ཚང་མ་རེ་བ་གཅིག་དེ་ཆགས་བསྡད་ཀྱི་འདུག་ནི་ས་ཁང་ཁག་ནས་གནས་ཚུལ་དེ་རྒྱ་ཆེན་པོ་དང་གཏིང་ཟབ་པོ་ཤུགས་ཆེན་པོ་སྤེལ་རུ་གཅིག་ཞུ་ཡ་དེ་ཆགས་བསྡད་ཀྱི་འདུག་དེ་བྱས་ནས་རྣམ་པ་ཚོ་དེ་རིང་དེ། གློ་བུར་དུ་སྐད་བཏང་ཡང་རྒྱུ་མཚན་དེ་ཆགས་དེ་སྐད་ཞུ་བ་དེ་ཡིན། ནི་ད་རྒྱལ་སྤྱི་གི་འགོ་ཁྲིད་རྣམ་པ་ཚོ་ལ་ཞུ་ཡ་ལ། ནི། གལ་སྲིད། འགྲོ་བ་མིའི་ཐོབ་ཐང་ལ་དེ་གལ་ཆེན་པོ་ཞིག་བརྩི་གི་ཡ་ན། ཁྲིམས་དང་སྒྲིག་གཞི་དེ་གལ་ཆེན་པོ་ཞིག་བརྩི་གི་ཡ་ན། ནི་ཁོར་ཡུག་སྲུང་སྐྱོབ་དེ་གལ་ཆེན་པོ་ཞིག་བརྩི་གི་ཡ་ན། ནི་རྒྱ་ནག་གཞུང་ལ། ནི་ད་འདི་ཆ་ལ་བོད་ནང་ལ། མི་མང་ལ་དད་མོས་རྡུང་རྡེག་བྱེད་ཡ་དང་གཏེར་ཁ་སྔོག་བུས་གཏེར་ཁ་བསྔོག་ནས་ཁོར་ཡུག་དོ་པོ་གཏོང་ཡ། དེ་ཚོ་ལ་འཕྲེད་དུ་བཀག་དགོས་ཡ་གི་གནས་ཤུགས་སྤྲད་རུ་ཆུ་ཞོ་ཡ་དེ་ཆགས་བསྡད་ཀྱི་འདུག་གལ་ཏེ་ད་དུང་མཐའ་མ་དེ་འགྲོ་བ་མིའི་ཐོབ་ཐང་ཚན་པ་ཁག་གིས་ད་ལྟའི་གནས་འདི་གནས་ཚུལ་འདི་ལ་དོ་སྣང་ཞིག་སྤྲད་ནས། འབྲེལ་ཡོད་ཀྱི་ལས་ཁུངས་ཁག་ལ་ཤུགས་རྐྱེན་སྤྲད་ཡ་དང་གནས་ཚུལ་སྤེལ་ཡ་དང་དེ་འདྲས་བྱེད་དགོས་ཀྱི་འདུག་ཞེས་ཡ་དེ་ང་ཚོའི་རྣམ་པ་ཚོར་ཤུགས་ཆེན་པོ་ཐུག་ནས་ཞུ་ཡ་དེ་ཡིན་ཞུ་ཡ་ཡིན། ད།

བརྟག། ཁོར་ཡུག་སྲུང་ཤོག་བྱེད་ཀྱི་ཡས་ཟེར་ཡག་དང་ཁྲིམས་སྒྲིག་ཇུས་ཐུགས་ནས་དབང་འཇུག་གི་ཡས་ཟེར་ཡག་དེ་དེ་ངོ་མ་མ་ཡིན་པ་ར་སྤྲད་བྱེད་ཐུགས་ཡག་ཤོག་ཡིན་ས་དེ་ཡིན་ས་རྣམ་པ་ཚོ་དེ་རིགས་སྐད་འདི་འདྲས་ཞུ་བ་ཡིན་ལ་དེ་ཐུགས་ནས་གནས་ཚུལ་དེ་གང་ཐུབ་ཐུབ་ཞིག་ཁྱབ་ཆེན་པོ་ཐུགས་ནས་སྤེལ་རོགས་གྱིས་ཞུ་ཡག་དེ་ཡིན།